ངེད་ཀྱི་བརྙན་ཐུང་གཟིགས་ཉེན་ཚང་མ་ལགས་ནས་འཚམས་འདྲི་ཞུ། ད་དེ་རིང། ང་ཚོ་ས་ག་ཟླ་བ། ཚ་བར་བ། དེ་རིང། ད། བོད་ཟླ་ལྔ་བ་གི་ཚེས་གཅིག་ཆགས་ཐུག་གི་ཡོད་རེད། ཨ་འདི་འདྲའི་འདུ་ཁང་ལ་ད། ས་ག་ཟླ་བ་གི་སྐབས་ལ་ནི། ཚེ་ཐར་ལ་བཏང་ཉེན་དཔེ་མང་པོ་བྱུང་བ་རེད་ད་སེམས་ཅན་ཚེ་ཐར་ལ་བཏང་ཉེན་དེ་འདྲའི། ཨ་འདིའི་གི་ད་ཆ་ཤེས་ཅིག། ང་དང་འབྲེལ་བ་ཆགས་འདི་གི་ཡོད་རེད། ཨ་འདིའི། ད་པིག་སེ་ང་ཚོ་དེ་ནིའུ་ཡོག་དང་ནིའུ་ཇར་སི། ཨ་ནི་མངའ་ཁུལ་ལ་དེ་ཉིན་ང་རང་གི་ཨ་ནི་ངོ་བཞེན་པ་གྲོགས་པོ་གྲོགས་མོ། དེ་ཚོ་གི་ཨ་ནི་ཚེ་ཐར། བཏང་ཉེ་དེ་འདྲའི་སེམས་ཅན་ར་ལུག་ཚེ་ཐར་ལ། ཨ་ཕ་གི། ལ་དྭགས་ལ། ལ་དྭགས་གི་བྱང་ཐང་ས་ནས་ལུགས་སུ་བཏང་བ་རེད། ཨ་འདི་སྐད་འདི་ལ་ད་ང་རང་གི་ཨ་ནི་ག་ལ་འོ་རེད།

འོ་དེའི་འདུག་ཨ་ནི་རྣམ་པ་གཙོ་བོ་ད་ཚེ་ཐར་གྱི་ཆ་ཤས་ཅིག་ཆགས་ཏེ་འདུག་གང་ལ་ཚེ་ཐར་ལས་འགུལ་དེ་གི་ཨ་ནི་རྣམ་པ་གཙོ་ལ་ཐུགས་ཆེར་གནང་བསོད་ནམས་ཆེ་ཞུ་ཡ་དང་ཨ་ནི་དང་ནི་ཞིག་ད་ཚེ་ཐར་བཏང་པ་ཡིན་པ་ཡིན་ན་ཅིག་ག་ལ་བ་རེད་ད་བླ་མ་རྣམ་པ་གཙོ་གི་གསུང་གསུང་བཤད་དེ་ཚོའི་ནང་ལ་ཡིན་པ་ཡིན་ན་རེད་སོ་སོའི་བསམ་ཚུལ་ཡིན་པ་ཡིན་ན་རེད་ད་ང་ཚོ་བྱིན་པ་གི་ནང་ནས་ཨ་ནི། སྲོག་གི་བྱིན་པ་ཞིག་ཏུ་བཏང་སྟེ་ཡོར་བ་ཀ་ལ་ནྡ་སེམས་ཅན་གཅིག་གཞན་ཞིག་གི་ཚེ་སྲོག་འཕྲོག་ཡག་གི་དུས་ཚོད་སླེབས་འདུག་ག་ལ་ནྡའི་ཚེ་སྲོག་དེ་སྐྱབས་བྱས་ནས་ཁོ་རང་ལ་བྱིན་པ་བཏང་གི་ཡོད་པ་སོང་ཙང་དེ་ཡང་བྱིན་འབེལ་གྱི་ནང་ནས་ཚེ་སྲོག་གི་བྱིན་པ་དེ་ཡང་བྱིན་པ་རྩ་ཆེན་པོ་ཅིག་དང་ནམ་རྒྱུན་ང་ཚོ་གི་ཅིག་དངུལ་འདྲ་བོ་དང་ཅིག་དེ་ཚོ་སྦྱིན་པ་དེ་ཚོ་ཡང་རེད་ད་ཡག་པོ་རེད། ཡིན་པ་ཡིན་ན་ཡང་ད་ད་ལྟ་སྦྱིན་པ་དེ་སྦྱིན་པ་ནང་ནས་ཡང་སྦྱིན་པ་སྟོབས་ཆེ་དྲགས་པོ་ཞིག་ཆགས་འདུག་ཡོད་པ་དང་ཨ་ནི་སོ་སོ་ཚེ་སྲོག་བཏང་ཉེན་དེ་འགྱེད་ལ་ཡང་ཨ་ནི་སོ་སོ་ཡིན་ན་ཡང་རེད་སོ་སོའི་ཕ་མ་སྤུན་མཆེད་ཡིན་ན་ཡང་རེད་ཨ་ནི་ཅིག་གོ། ཕར་ལ་སྲོག་གི་སྦྱིན་པ་བཏང་འདུག་གང་ལ་ཨ་ནི་ཚུར་ལ་ཡང་དེ་འདྲའི་གི་རྒྱུ་མཚན་ལ་བརྟེན་བྱས་ན་ཡང་སོ་སོ་ཡིན་ན་ཡང་ཚེ་རིང་པོ་དེ་ཡག་དང་དེ་འདྲའི་གི་ཨ་ནི་འབྲས་བུ་ཨ་ནི་ཤུགས་ཆེན་པོ་དེ་འདྲའི་ཡོང་གི་ཡོད་པ་དེ་ང་རང་ཡིན་ན་ཡིད་ཆེས་དེ་འདྲ་ཞིག་བྱེད་བསྡད་ཀྱི་ཡོད། ཨ་ནི་འདི་ཡང་ས་ག་ཟླ་བ་ལ་དུ་ག་ན་ད་འབུམ་འགྱུར་གྱི་ཟླ་བ་ཆགས་བསྡད་ཀྱི་ཡོད་རེད་ཨ་ནི། དེ་ཡིན་དུས་ཨ་ནི་བྱིན་པ་གུང་མོ་གཅིག་བཏང་བས་ན་གུང་མོ་འབུམ་གཅིག་དང། ག་ལ་འོ་རེད། མཉམ་པ་ཅིག་ཡོང་གི་ཡོད་རེད་དེ་འདྲས་གསུངས་ཡོང་དུ་གང་ལ་ཨ་ནི་ང་ཚོ་ར་ལུག་སེམས་ཅན་དེ་ཚོ་ཡང་ཨ་ནི། གཅིག་ཚེ་ཐར་ལ་བཏང་བས་ན་འབུམ་གཅིག་ཚེ་ཐར་ལ་བཏང་བས་ཀྱི་ཨ་ནི། དགེ་བ་དང། ནི་མཉམ། གཅིག་མཚུངས་འགྲོགས་ཅིག་ཆ་དེ་གི་ཡོར་བ། ཨ། འདི་ལ་ནི་ཞེས་ཚེ་ཐར་བཏང་བསགས་ཀྱི་སེམས་ཅན་དེ་བརྒྱད་ཡིན་པ་ཡིན་ན་ཡང། ནི་གཅིག། ད་ཁོ་རང་ཚོ་སེམས་ཅན་རེད། ནི། ཁ་ད་གྲགས་ཐུག་ཡོད་མ་རེད་དེ་ཡིན་པ་ཡིན་ན་ཡང། ཁོ། སེམས་ཅན་དེ་བསད་པའི་སྐབས་དེ་ལ་ནི་ཞེའུ་ཅིག་གི་ཞེད་སྣང་དང་རྔམ་རག་ཡོང་གི་རུ་བ། ཨ། འདིའི་འདུ་དེ་ཚོ་ནི་འཇིགས་པ་དེ་ཚོ་ནི་ནི་སྐྱོབ་ཐུབ་པ་སྐྱོབ་པ་ཡིན་པ་སོང་ཙང་དེ་ཡང་ངོ་ནི། སོ་སོ་ཡིན་པ་ཡིན་ན་ཡང། ཨ་ད་འདི། ལས་ཀ་འདི་ངོ་ནི་གཅིག་དཔེ་མི་སྲིད་གི་ག་ལ་འོ་རེད། རྗེས་སུ་ཡི་རངས་བྱེད་དགོས་ས་ཀྱི་ལས་ཀ་ཞིག་ཆགས་ཀྱི་ཡོད་པ་རེད་བསམ་ཡ་ཅིག་དྭགས་ན་ཤིང་གི་སྦྱིན་བདག་རྣམ་པ་ཚོ་ལ་དྭགས་རང་ཡོང་གི་རེད་བསམ་གྱི་འདུག་ར་ཨ་ནི་ཡང་དེའི་དང་མཉམ་དུ་ལ་ཞུ་ཡ་ཅིག་ལ་ད་ལྟ་ཚེ་ཐར་ལ་བཏང་ཉེ་འདི་གྱི་འདི་ལྟ་ཁུ་འདི་འདྲ་ཞིག་འདུག་ད་ཚེ་ཐར་ལ་བཏང་པ་ཡིན་ན་ཨ་ནི་བཏང་ཡག་གི་ལམ་ཁ་འདི་འདྲ་ཞིག་འདུག་ད་ཨ་ནི་དེ་ཚོ་སེམས་ཅན་འདི་གྱི་འདི་འདྲ་འདི་འདྲ་བྱེད་ཅིག་ནི་ཨ་ནི་རོགས་པ་ཁོ་རང་ཚོ་གི། གར་རྩ་བཞག་གི་འདུག་ཨོ་དེ་འདྲས་ཙམ་མ་གཏོགས་པའི་ཡང་ཚེ་ཐར་ལ་བཏང་དགོས་རེད་ད་ལ་ཡ་དང་ཨ་ནི་ངེད་ཀྱིས་བཏང་གི་ཡོད་ད་ལ་ཡ་དང་ཨ་ནི་ཡང་ཅིག་བཏང་ཉེས་དེ་ཚོ་ལ་དམིགས་བསལ་གྱི་ཅིག་ཡང Donation དང་མ་སོང་ཡིན་ཅིག་མི་ཅིག་བཏང་དགོས་རེད་ད་ལ་ནི་དེ་འདྲས་ཀྱི་ཨ་ནི་ཅིག་གི་གུ་གུལ་དེ་འདྲས་ཐོག་ནི་ད་ལྟ་བར་དུ་ཡང་བྱས་མེད་ལ་ཨ་ནི་མ་འོངས་པ་ལ་དེ་འདྲས་བྱེད་ཡག་གི་འཆར་གཞི་མེད་ཡིན་པ་ཡིན་ན་ཡང་བརྒྱུད་ལམ་འདི་དང་ཨ་ནི་སྡིངས་ཆ་འདི

དགེ་བ་བྱས་ན་དགེ་བ་འབུམ་འགྱུར་སྡིག་པ་བསགས་ན་སྡིག་པ་འབུམ་འགྱུར་བར་གསུངས་འདུག་ཨ་བླ་མ་གང་གཱ་ཨོ་དེ་བྱས་ང་ཚོ་འདི་ལ་ཚེ་ཐར་ལྟ་ག་ལེབ་བདེ་བ་ལ་བྱིན་ང་ཚོ་ལ་བྱིན་བདག་མང་པོ་རག་སང་བྱིན་བདག་བཀའ་དྲིན་ཅན་བྱིན་བདག་ཏུ་རྫོགས་ནས་བྱིན་བདག་རྣམ་པ་ག་དཔེ་ཆ་དང་ང་ཚོ་སེམས་ཅན་གྱི་ཞབས་ཕྱི་ཞུ་ཞུ་ཡ་རག་གོ་སྐབས་རག་དཔེ་མི་ཚོ་སོ་ཏུ་ཆེན་པོ་ར་བ་ལ

གཞན་དག་བཀའ་དྲིན་ཅན་དེ་ཚོ་སེམས་ཅན་ཚེ་ཐར་ང་ཚོ་ལ་ཞབས་འདི་འདྲ་ཞབས་ཀྱིས་ཞུ་ཡག་གི་གོ་སྐབས་གནང་པས་དམིགས་བསལ་དཀའ་བ་བཟང་པོ་རེད་ལ། དེ་ད་དེ་རིང་སེམས་ཅན་ཁྲོད་ལ་སླེབས་ནས་དཔེ་སེམས་པ་སྐྱིད་པོ་དཔེ་མེད་ཚེ་ཚོར་བ་ཞིག་པོ་འདུག་ལ། རྣམ་པ་ཚོ་གཟིགས་དང་དེ་སྙིང་རྗེ་འདུག་ལ། བླ་མ་མཁྱེན་སེམས་ཅན་ཟས་དང་དེ་འདྲ་རེད།

ཨོ་ད་འདི་ཚོ་འཛིན་འདི་ཚོ་རེད་ཁེ་སང། སྐར་ཚ། རྣམ་པ་ཚོས་ཀྱིས་འདི་ནས་བྱ་དངོས་བསྐུར་ཨ་ནི་ང་ཚོ་ཕ་གའི། ལ་དྭགས་ལ་དང་དྭགས་ཀྱི་མཁྱེན་བརྩེ་ལ་རྩོད་པའི་ཀྱི་ཨ་ནི་ཕ་གའི་ཚེ་ཐར། ཚོགས་ཆུང་ཞིག་ཡོད་རེད་ཨ་ནི་ཁོང་རང་རྣམ་པ་ཚོས་ཀྱིས་དཔྱད་དེབ་ཏུ་བཟོས་ཡོད་རེད། ཞལ་འདེབས་ལབ་གི་རེད་ད་ཚེ་ཐར་བཏང་ཉིན་གྱི་ཨ་ནི་སྦྱིན་བདག་རྣམ་པ་ཚོས་ཀྱིས་དངུལ། ག་ཚོད་དང་ཨ་ནི་ཚེ་ཐར་ཨ་ནི་སེམས་ཅན་ཕོ་མོ་དང་ཆེ་ཆུང། ཨ་ནི་དྭགས་ནས་གཞན་གྱིས་དེའི་གི་དགོངས་ཚད་ཆ་ཚང་ཞིག་ཏུ་བྲིས་ཡོད་རེད། ཨ་འདི་ལྟ་འདི་ངའི་བརྙན་ཐུང་ནང་དུ་བཟོས་འདི་འདུག་གང་ལ་སོ་སོ་གིས་ག་སྲིད་འདི་ནང་ལ་མིང་འདི་ལྟ་ལྟ་ཡ་ལ་འདོད་པ་ཡོད་ན་ཨ་ནི་འདི་བི་དྲོ་འདི་འདུག་སྐག་བྱས་ནས་འཛུམ་བྱས་པ་ཡིན་ན་ཨ་ནི་སོ་སོ་གིས་མཚན་དང་དངུལ་ག་ཚོད་ཡིན་མེད་ཅེས་ཨོ་ཨ་ནི་དངུལ་ག་ཚོད་ཨ་ནི་ཕ་གི་ཡུལ་མའི་ཆ་ཚང་ཅིག་གསལ་གྱི་རེད། ཨ་ནི་སོ་སོ་ག་ཅིག་གི་སང་གནང་མགྱོགས་ཀྱི་ཆ་དངོས་དེ་ཚོ་དང་ཨ་ནི་མིང་དེ་ཚོ་ཏག་ཏག་མཐུན་གྱི་འདུག་མཐུན་གྱི་མི་འདུག་ཟེར་ཆོག་གི་རེད་ཟེར་ཞུ་ཡས་ཡིན་ཨ་ནི་ཡང་གལ་སྲིད་དེའི་སྒང་ལ་ཡང་ཅིག་ནོར་འཁྱོག་དང། དངུལ་མ་མཐུན་པ་སོགས་དང་སོ་སོ་གིས་ཨ་ནི་ཆ་དངུལ་བཏང་པ་དེ་ཏག་ཏག་མ་སླེབས་པ་ཡང་དག་ན་བཞིན་གྱི་ཨ་ནི་སེམས་ཅན་དེ། བུ་མོ། ཁྱི་ཆུང་གར་བྲིས་ཡོད་པ་ནས་དེ། འདི་རྟག་བདག་མེད་པ་དེ་འདྲས་བྱུང་སོང་ན། ཨ་ནི་ང་ལ་གྱེར་ནས་འབྲེལ་བ་གནང་རོགས་གནང་ཞེས་དང་ཨ་ནི་ང་གལ་སྲིད་ཡང་འདི། ད་ལྟ་ད་ལྟའི་ཆ་ལ་ཨ་ནི་འདི་ཆ་ཚང་ཅིག་ངའི་རྩ་ལ་ཡོད་ཨ་ནི་གྱེར་ལ་ཕར་ཕུད་ཆོག་ཞེས་ཡིན་ལགས་སོ། འོ་འདི་གཡག་འདི་གི་བྱིན་བདག་དེ་ཡིན་ངེས་ཀྱི་སྐྱེ་དམན་དེ་འདི་ཚང་བ་རེད། ཡིན་ན་ཡང་ཨ་ནི། རྫིང་འདི་ཚུར་འབྱོར་རྒྱུ་རེད་ནི་ད་ལྟ་དངུལ་དང་ཚེ་ཐར་དང་ཡང་ཅི་ཚད་ཙམ་བག་ཚ་བ་རེད་ཟེར་ཞེས་ཡིན། ད་འདི་ཡི་མཚན་གཞུང་འདི་རེད། ཨ་ནི་ཁེ་སང། བྱིན་བདག་གི་རྣམ་པ་གི་མཚན་གཞུང་བྱས་ཨ་ནི། གཅིག་དེ་ཨ་སྒོར་བྱེད་ཨེ་འཚོལ་ཞབས་ཏོ་དེ་ལས་དགྲ་དགོ་མོ་ཨེ་འདི་ནི་ཁྱོད་འདོམས། སེམས་ཅན་གྲངས་ཆེད་ཕོ་མོ་ཞེས་བྱ་ཚང་དུག་སེལ་བྱེད་ནས་ལུས་མིག་ཐོག་ལ་དུག་སེལ་བཀོལ་བཞིན་ཡོད་ཞེས་བཤད་ཡིན། ཨོ་ལ་སོགས་ད་དེ་འདྲས་ཅིག་རེད་ཨེ་འདི་འདུག་ལ་ངས་དེ་ཀྱི་གོང་དུ་ཞུ་བ་ནང་བཞིན་གྱི་ཨེ་ནས་ད་ལྟ་འདི།

གོ་རྟོགས་དུ་མ་སོགས་སྤེལ་བའི་གི་ཐོག་ནས་ཨེ་ནི་བཏང་བ་ཞིག་མ་གཏོགས་པའི་ཡང་ཅིག་ག་ལོག་རེད། དེ་རིང་སང་དུ་ཡང་དཔེ་ཤག་ཡིན་གཅིག་མིན་གཅིག་གི་དེ་འདྲས་ཅིག་བྱེད་འོག་འདུག་ད་བྱེད་ན་དཔེ་མི་སྲིད་ཡག་པོ་ཡོད་རེད་ད་གཉིས་ཡོད་རེད་ད་ལ་བྱེད་ནས་ཨེ་ནི་ཅིག་ཚོར་བ་དུ་མ་ཟུང་ཅིག་བཟོས་བྱས་ནས་དེ་འདྲས་གི་ཨེ་ནི། ག་ལ་བར་དེ་འདྲའི་བྱས་ཤ་རྒྱགས་གཅིག་རྩ་བ་ནས་མིན། དེ་ཡང་དེའི་གསལ་བཤད་ཀྱི་ཆེད་དུ་མ་ཞུ་བ་ཡིན་ན་དེང་སང་ལ་ཡང་དངུལ་དུ་རུབ་བྱས་བྱས་ནས་དེ་རྗེས་ལ་ཡང་དངུལ་གྱི་ཐོག་ནས་ཨ་ནི་ལབ་རྒྱུ་གླེང་རྒྱུ་མང་པོ་ཅིག་ཡོང་འདུག་ཡོར་བ་དེ་ཡིན་པ་སོང་ཙང་ཨ་ནི་ད་ལྟ་ཚེ་ཐར་གྱི་ཕྱག་ལེན་གནང་ཉེན་ཙམ་ཡིན་པ་ཡིན་ན་ཡང་རེད་དྭང་བླང་གི་ཐོག་ནས་རེད་མ་གུས་དྭང་བླང་གི་ཐོག་ནས་ཨ་ནི་སེམས་ཅན་གྱི་ཚེ་སྲོག་དེ་བསམ་བྱས་ནས་ཨ་ནི་ཕྱག་ལེན་གནང་ཤ་རྒྱགས་གཅིག་དང་ཨ་ནི་འདི་ནི། ད་བྱིན་བདག་རྣམ་པ་ཚོ་ལ་ངོ་སྤྲོད་བྱེད་པའི་སྐབས་ལ་ཡང། འོ་ད་འདི་འདྲ་བྱེད་འདུག་ད་ཁྱེད་རང་ཚོ་ཚེ་ཐར་བཏང་གི་ཡོད་པ་ཡིན་ན། བཏང་ས་ཀྱི་ས་ཆ་དང་དག་ན་བཞིན་གྱི་ཅིག་བཏང་ཡག་གི་གོ་སྐབས་དེ་འདི་འདྲ་ཞིག་འདུག་ཅིག། ངོ་སྤྲོད་བྱེད་པའི་ཐོག་ནས་བཏང་ཉེན་དེ་ཚོ་ཡིན་པ་ཡིན་ན་ཡང་དངུལ་བསྐུར་ཉེན་དེ་ཚོ་ཡིན་པ་ཡིན་ན། སེམས་ཅན་གྱི་ཚེ་སྲོག་རང་ལ་བསམ་བྱས་ནས་བསྐུར་བཞག་ཀྱོག་དེ་འདྲ་ཅིག་རེད། དེ་ཡང་ངས་དེ་འདྲ། ག་ལ་བར་བརྙན་ཐུང་འདི་མ་རྫོགས་སྔོན་ནས་ནི། ནན་པོའི་ཐོག་ནས་དེ་འདྲ་ཅིག་གི་ཁ་གསལ་བོ་ཡོང་ཡག་བྱེད་དུ་རྣམ་པ་ཚོ་ལ་ཞུ་གི་ཡོད་ཐུགས་ཆེ་གནང།